རྗེ་བཙུན་གང་ནས་བསམ་བློ་ཞིག་བཏང་བས་ཕྱག་དེ་གི་འགྲོ་རྒན་རབས་འདི་གའི་དེ་ནི་སྔོན་ལྷག་བསམ་རྣམ་དག་རེད་བོད་པ་གང་ནས་ཤ་ཚ་ཞོ་ཅི་ཡོད་རེད་རྒྱ་རོམ་ཕྱིར་རྒྱལ་ཁུག་ཆེན་པོ་ཞོ་ཅི་རེད་ད་ཡིན་ནས་ད་མི་རབས་རྒན་པ་དེ་ཅིག་རྫོགས་ཡོང་དུས་བསམ་པ་ད་མི་རབས་གསར་པའི་ནང་ལོག་ལ་ཡང་ང་ཚོ་བོད་དོན་གོ་རྟོགས་ཅིག་སྤེལ་ཆེད་རྒྱབ་སྐྱོར་དེ་འདྲའི་ཚད་མ་ཐུབ་པ་ཡིན་ན་ཁག་པོ་ཆགས་ཡོད་པ་དེ་ཡིན་དུས་ང་ཚོ་ད་ལྟ་ལས་ཀ་བྱས་ཤིན་པ་དང་མ་འོངས་པ་ལས་ཀ་བྱེད་ཡ་ནང་ལོག་ནས་གཞོན་སྐྱེས་ལ་ད་བོད་རིགས་ཙམ་དུ་མ་ཡིན་པའི་གི་ཕྱིའི་མི་རིགས་ཀྱི་གཞོན་སྐྱེས་ལ་ད་ད་གཟོད་སྙོབ་ཐུབ་ཐུབ་བྱེད་ཡ་དང།

ཁོ་ཡག་པོ་བྱེད་དགོས་ཡ་དེ་ང་ཚོའི་ལས་འགན་རེད་དེ་ང་ཚོ་བྱེད་ཐུབ་པ་ཡིན་ན་ང་ཚོ་བོད་པའི་འཐབ་རྩོད་ཡུན་རིང་པོ་གནས་ཐུབ་ཀྱི་རེད་དེ་རྒྱ་ནག་ཁྱོད་ཚོས་རྒྱ་ནག་ཁོ་ཚོས་ག་རེ་བྱས་པ་ཡིན་རུང་ང་ཚོ་བོད་པའི་འཐབ་རྩོད་མེད་པ་བཟོ་ཐུབ་ཡ་ཡོད་མ་རེད་ལྷག་པར་དུ་གཙོ་བོ་གལ་ཆེ་ཤོས་དེ་བོད་ནང་ཡོད་མཁན་གྱི་བོད་མིའི་སྙིང་སྟོབས་དེ་རེད་བོད་ནང་ཡོད་མཁན་གྱི་བོད་མི་གྱི་རེ་བ་བརླག་ཚར་བ་ཡིན་ན་གནས་ཚུལ་ཚར་བ་རེད་ཡང་མིན་ན་བོད་ནང་ཡོད་མཁན་བོད་མི་དེ་གྱི་ལ་བདེ་སྐྱིད་ཚད་ལྡན་ཅིག་སྒྲུབ་ཐུབ་པ་ཡིན་ན་ང་ཚོ་འཐབ་རྩོད་བྱེད་དགོས་ཡ་ཡོད་མ་རེད། འདི་འགྲུབ་མི་འགྲུབ་དེ་རྒྱ་ནག་གཞུང་ལག་པ་ལ་རོལ་བ། མི་ལ་གཉའ་གནོན་ཞུ་ཕྱོགས་བཤམས་བསྐྱང་བསྐྱང་བཏང་བསྡད་པ་ཡིན་ན་ཁྱེད་ནས་ཉེས་བརྡ་བཏང་བ་ཡིན་ན་ཚུར་གསོ་རྒྱག་དགོས་འདུག་བ། དེ་ནང་བཞིན་བྱས་ནས་མི་ལ་ཡིན་ནའི་ཡོང་གི་རུག་བ། ཨེ་དེ་འདྲ་ཡིན་དུས་རྒྱ་ནག་གཞུང་གི་ངོས་ནས་ཚང་མ་ལ་ཡང་འཆམ་མཐུན་གྱི་བསམ་བློ་བཏང་གི་ཡོད་ན་ཁ་ནང་བཤད་གི་ཡོད་པ་ནང་བཞིན་གྱི་འཛམ་བུ་གླིང་འཆམ་མཐུན་སྐོར་རེད་ཞི་བདེ་སྐོར་རེད་གཅིག་རེད་གཉིས་རེད་ཡིན་ལ་རྒྱ་ནག་ནང་ལོག་ལ་ཡང་མི་རིགས་ཚང་མ་ལོག་ལ་ཡང་བདེ་བ་སྡུག་བསྔལ་གཅིག་པ་ལྟ་ཡ་དང་འཆམ་མཐུན་དང་ཁ་ཞིང་བཟོ་ཐུག་མ་རེད་གཞུང་གི་དེ་གཞུང་གི་བསམ་བློ་བཏང་དགོས་རེད་བ།

ཞེས་བདེན་བཟོ་ཡིན་ནའི་བསམ་བློ་བཏང་དགོས་ཀྱི་འདུག་རྒྱ་ནག་འགོ་ཁྲིད་ཚོས་ཀྱི་ཡང་སྲིད་སྐོར་ལ་ཡིན་པ་ཡིན་ནའི་གཞུང་མང་གྱ་བོར་མི་ཞིག་གཉིས་བྱུང་བ་ཡིན་ན། དེ་མི་ཚེ་གཅིག་གི་མགོ་ན་ཡར་བ་དེ་ཁོ་ཚོ་མགོ་བོ་རེ་སྒུག་མ་རེད། དེ་དུས་ཞིས་ཅིན་ཕིང་དད་གི་མར་བ་རྙོག་ར་སེལ་ངེས། རེད་བ། དེ་ཚོ་ཁོ་རང་ཚོས་བསམ་བཏང་ཐུབ་པ་ཡིན་ན་ཕུ་ཉག་རིང་པོ་བསམ་དང་འཕྲལ་སེལ་གཅིག་གོ་མེད་མོ་བྱས་རྗེས་མི་རིགས་འཆམ་མཐུན་དགོས་ཀྱི་ཡོད་པ་ཡིན་འཛམ་བུ་གླིང་འཆམ་མཐུན་དགོས་ཀྱི་ཡོད་པ་ན་ཞིང་ཆེན་མི་རིགས་འཆམ་མཐུན་དགོས་ཀྱི་ཡོད་རེད་བ། མི་རིགས་འཆམ་མཐུན་དགོས་ཀྱི་ཡོད་པ་ཡིན་ན་མི་རིགས་ཚང་མ་ལོ་ལ་ཆེ་མཐོང་གཅིག་པ་བྱ་དགོས་རེད་རང་དབང་སྤྲད་དགོས་རེད། ལྷག་པར་དུ་བོད་མི་རིགས་འདྲ་བོ་བྱིན་པ་ཡིན་ན་བོད་པའི་གི་སྐད་ཡིག་དང་ཆོས་དང། རིག་གཞུང་དང་ཁོར་ཡུག་འདི་ག་འདི་འཛམ་བུ་གླིང་ལ་མེད་དུ་མི་རུང་བ་ཆགས་འདི་གི་འདུག་བ། འཛམ་བུ་གླིང་བདེ་སྐྱིད་སྤྲོད་ཡང་གི་རྨང་གཞི་ཆེན་པོ་ཞིག་འདུག་བ་དེའི་ནང་ལ་རྒྱ་བོར་མི་ཆོས་ཀ་ནང་མི་ནང་བཞིན་བྱས་ནས་འདི་ངོས་འཛིན་ཐུབ་པ་ཡིན་ན། གལ་སྲིད་བོད་འདི་རྒྱ་ནག་གི་ཆ་ཤས་བརྩི་གི་ཡོད་པ་ཡིན་ན་བོད་གི་རིག་གཞུང་འདི་གའི་ཨ་ནི་རྒྱ་ནག་གི་རིག་གཞུང་བརྩི་དགོས་ཁུར་བ་དེ་སྲུང་སྐྱོབ་བྱེད་དགོས་ཁུར་མ་རྩ་མེད་བཏང་ཡ་མ་རེད་བ། ང་ཚོ་ང་རང་ཚོའི་བོད་འདི་ལོ་རྒྱུས་ཀྱི་ཐོག་ནས་རང་བཙན་ཡིན་པ་དང་རིག་གཞུང་གི་རང་རྐྱ་འཕེར་བའི་གི་གཏིང་ཟབ་པོ་ཅིག་ཡོད་བསྡད་པ་འདི་ད་ལྟ་བར་དུ་སྲུང་སྐྱོབ་བྱས་བསྡད་པ་རེད་ལ་མ་འོངས་པ་ཡིན་ནའི་འདི་སྲུང་སྐྱོབ་བྱེད་ཡ་འགན་འདི་ང་ཚོ་བོད་པ་ཚོར་ཡོད་ལ། འདི་མུ་མཐུད་ནས་བྱས་བསྡད་གི་རེད་ལ། དེ་འདི་ཚོ་ལ་བསམ་ཤེས་ཐུབ་པ་ཡིན་ན། ང་ཚོས་ཞི་བོ་ཅིག་སློང་གི་ཡོད་མ་རེད་པ་ང་ཚོའི་ལུང་པ་རང་བཙན་ཡིན་སྐྱོ་དེ་ཚུར་བཙན་འཛུལ་བྱེད་ང་ཚོ་མ་བཏོན་ད་འདོན་མ་མི་མང་ཚང་མ་ལོ་གཉའ་གནོན་བཤུ་གཞོག་བྱེད་སྐད་ཡིག་ཡན་ཆད་ནས་སྦྱང་མ་བཅུག་ཟིན་ན། དེང་སང་གི་དུས་ཚོད་ནང་ལོ་ལོན་མི་སྲིད་པ་འདྲ་བོ་སྐད་ཆ་རེད།

དེ་བྱས་ཙང་ད་ལྟའི་དུས་ཚོད་འདི་ལ་རྒྱ་བ་རུ་མི་ཆོས་ཀྱི་འཚེ་བ་མེད་པ་དང་བྱམས་སྙིང་རྗེ་གི་དགོངས་པ་དེ་ག་ཚོད་ཐུབ་ཐུབ་ཅིག་འཛམ་བུ་གླིང་ནང་ལ་ཁྱབ་ཐུབ་དགོས་ཡ་དང་བོད་བོད་ཀྱི་འཐབ་རྩོད་དེ་འཚེ་བ་མེད་པ་དང་ཨ་ནེ་ཅིག་གཉིས་སྨོན་དང། ཅིག་གར་སོ་རེད། གཉིས་ཕན། ཡོང་ཡ། ད་དེ་འདྲས་ཅིག་བྱུང་བ་ཡིན་ན་ཨ་ནེ་མ་འོངས་པ་རྒྱུན་གནས་སྐྱེལ་ཐུབ་ཀི་རེད།

ང་ཚོའི་གི་ཅིག་བོད་ཀྱི་གྲོགས་པོ་རེད་ཨ་ནི་རྒྱབ་སྐྱོར་བ་རེད་ཨ་ནི་མང་པོ་ཅིག་ང་ཚོ་འདི་འདྲའི་ཞུ་བ་ཀྱི་འབད་བརྩོན་ཞུ་གི་ཡོད་རེད་ཨ་ནི་ད་ལན་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ཚོ་ད་ང་ཚོ་བོད་དོན་གྱི་ལས་འགུལ་ཐོག་ལ་ཡ་གལ་ཆེན་པོ་ཡིན་པའི་གི་ཨ་ནི་ཡིན་འདུག་ག་ལ་ཡ་ད་ལན་ང་ཚོ། སུམ་ཅུ་དུས་སྟོན་སྟབས་བསྟུན་བཞིན་གོ་དོན་གྱི་ཨ་ནི་མཛད་སྒོ་ལ་ཡ་ཁོང་ཚོ་འདི་འདྲའི་ཞུས་ཨ་ནི་ཆབས་ཅིག་ང་ཚོ་དམིགས་བསལ་ཚོགས་ཆེན་ཞིག་ཚོགས་ཤ་ན་ཟིན་ང་ཚོ་གོ་དོན་བྱུང་བ་ནང་བཞིན་གྱི། ད་ལན་ཁོང་ཚོ་རྣམས་ལ་ཁོང་རྣམས་སུ་འདུག་དེ་འདྲ་ཞུ་བ་ཡིན་ཟེར་བྱུང། ད་བརྗོད་གཞི་དེ་གཙོ་བོ་དེ་ང་ཚོ་འདི་རེད་ད། སྐུ་མདུན་གྱི་སྐུའི་ཡང་སྲིད་སྐོར་རེད་ད་ནང་བཞིན་བོད་དོན་ལས་འགུལ་དེ་ང་ཚོ་དང་ཁ་སོ་རེད། ཞུ་གཏུག་གི་ལས་འགུལ་དེ་ཚོའི་ཐོག་ལ་ང་ཚོ་རིག་པ་ཁར་འགྲིམ་དགོས་འདུག་རེད་བ། ཨ་ནི་ད་ནང་བཞིན་ལོ་རྒྱུས་ཐོག་ལ་བོད་དེ་རང་དབང་རང་བཙན་ད་རང་དབང་རྒྱལ་ཁབ་ཡིན་པས་རང་བཙན་རྒྱལ་ཁབ་ཡིན་པས་ཀྱི་དེ་འདྲའི་ཐོག་ལ་ཡང་ང་ཚོ་དཀའ་སྡུག་ཞུ་ཡ་ཁར་འདུག་ད་དེ་བརྗོད་གཞི་མང་པོ་བརྗོད་རིང་རེད་རིགས་གཉིས་ཅན་དེ་ཞུ་མོ་བོ་བྱས་རེད་བ་རྣམ་པ་ཚོ་དེ་ཚོགས་འདུ་ལ་ཞུགས་པ་སྐབས་ལ་ཡང་བརྒྱུད་རིམ་ནང་ལ་མཁྱེན་ཡོང་གི་རེད། ཅི་འདི་ཆོས་ཡ་ཡིན་ཨ་ནི་ད་ལྟ་འདི་ལ་ཡ་ང་ཚོ་ད་སྤྱི་བཏང་དེང་སང་རྣམ་པ་ཚོ་མཁྱེན་གྱི་རེད་ད་ལྟ་དཀྱིལ་ཤར་ཨེ་ཤེ་ཡའི་ནང་ལ་ཡ་ད་དམག་འཐབ་ཀྱི་དཀའ་ངལ་ཆེན་པོ་ཞིག་ཡོད་རེད་དེ་ཡིན་ནའི་ད་ལན་རྒྱལ་ཁབ་ཧ་ལམ་སུམ་ཅུ་སོ་གཉིས་ནི་མི་བརྒྱ་དང་དྲུག་འཐུས་མི་བརྒྱ་དང་དྲུག་ལྷོ་སི་པི་ནང་ཡོད་ཆོས་ཡིན།